ལོ་རིམ་བཞི་བའི་དབང་རྩའི་སློབ་ཚན་གསལ་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་ནས་ད་ནི་ང་རང་ཚོའི་ད་སྐབས་སུ་བབས་པའི་དབང་རྩའི་སློབ་ཚན་དག་མུ་མཐུད་ནས་ཞུ་གི་ཡིན། དེ་ནས་འདི་གའི་ཚན་པ་ངོ་མ་དེ་ནང་ལ་ང་ཚོས་ད་ནི་སེམས་མྱོང་དང་དྲན་པ་ཟད་དེ་གོ་རང་གི་དེབ་ཀྱི་རྒྱུ་ཞགས་མ་སོང་ན། ཨོ་དེ་གའི་ད་དུས་དུས་ནང་བཞིན་ཞུས་ཡོད་རེད། ད་ནི་ང་ཚོས་ད་ལྟ་སྔོན་དམག་གི་ལོ་རིམ་གསུམ་གྱི་སྐབས་སུ་སྦྱངས་ཟིན་པའི་ང་ཚོའི་དབང་རྩའི་ཚན་རིག་གི་བརྗོད་བྱ་དེ་ཚོ་ལ་ང་ཚོས་ད་བསྐྱར་ཞིབ་གནང་མ་སོང་ནས་བརྗེད་ཡོད། འོན་ཏེ་ད་ལྟ་འདིའི་ནང་ལ་ང་ཚོས་ཡོངས་ཁྱབ་སེམས་མྱོང་ཞེས་འདི་སྐོར་ད་ཡོངས་ཁྱབ་སེམས་མྱོང་ཞེས་པ་ཞིག་ཡོད་དམ་ཟེར་འདི་སྐོར་ལ་ཞུ་གི་ཡིན་ར། ད་ཡོངས་ཁྱབ་སེམས་མྱོང་ལབ་ཙེ་ཚན་པ་ལ་དབྱིན་ཇིའི་ནང་ནི Universal Emotion ལབ་གི་འདུག་ར། འོ་འདི་ཀོ་ལགས་ཀྱིས་ཞུས་གི་ཡིན། ད་འདི་ལྟ་བུའི་ང་ཚོ་ཡོངས་ཁྱབ་སེམས་མྱོང་ཡོད་དང་མེད་ཞེས་ཡ་ལང་ངུ་ལང་ང་ཚོས་ད་ལྟ་ཡོངས་ཁྱབ་སེམས་མྱོང་ལ་འདི་གི་དོན་དག་དེ་ཤེས་དགོས་ཀི་འདུག། འོ་ད་ཅི་དུས་འཚམས་པ་ལ་ཡོངས་ཁྱབ་སེམས་མྱོང་ལབ་ན་ག་འདྲས་ཅིག་ཡོད་རེད་ལབ་ཚོད་འཚམས་པ་ལ་ང་ཚོའི་དེབ་གི་ཁོ་རང་ནང་ལ་ད་ལྟ་འདི་འདྲ་ཅིག་བཞག་ཡོད་རེད་ལ་ཡོངས་ཁྱབ་སེམས་མྱོང་གི་དོན་དག་མ་སོགས་འདི་འདྲ་ཅིག་བཞག་ཡོད་རེད། ཡོངས་ཡོངས་ཁྱབ་སེམས་མྱོང་ཞེས་པ་དེ་ནི་རང་ཉིད་གང་དུ་གཏོགས་སའི་རིག་གཞུང་གི་ཁྱད་པར་སོགས་ལ་མ་ལྟོས་པར་ལབ་ར། འོ་ད་ལྟ། སོ་སོས་སོ་སོའི་རིག་གཞུང་ལ་མ་ལྟོས་པར་རིག་གཞུང་ཚང་མ་ལ་གཡོ་སྒྱུ་གནང་བ་ཅིག་བྱོས་ར། དེ་ནས་ནི་གཏང་རིགས་ཚང་པ་ཞིག་གི་ནང་སྐྱེ་བོ་དབྱེར་མེད་ཀྱི་ལ་སེམས་ཉོན་ཅིག་འགྱུར་གྱིས་ཟིན་པའི་སྒོ་ནས། འོ་དེ་ལྟར་ནི་གཏང་རིགས་གཅིག་པ་དང་ཁ་རྩང་གང་གིས་འདིའི་ཚན་པ་སྔོན་མ་ནང་ལ་ང་ཞུས་ཡང་ནང་བཞིན་གྱིས་དཔེར་ན་སྦྲུལ་ནག་བཞུགས་ཐོང་པ་ཡིན་ན་ཚང་མ་ལ་དག་རིགས། ཚང་མ་ལ་འཇིག་དེ་ལ་ཡ་ལན་མ་ཚང་གཅིག་པ་ཡིན་དགོས་དོ། འོ་དེ་འདྲ་བོ་ཞིག་ར་ནི་གཏང་ནི་གཏང་རིགས་ཚང་བ་ཞིག་གི་ནང་སྐྱེ་བོ་དབྱེར་མེད་ཀྱི་ལ་སེམས་ཉོན་ཅིག་འགྱུར་ཞིག་འགྱུར་ཞིག་གིས་ཟིན་པའི་སྒོ་ནས། འདི་ནི་ག་ཚོད་ལུས་ཀྱི་ནང་ནས་འཕར་བ་ལས་པ་དང་ལུས་ཀྱི་བདེ་ཚད་དག་ཀྱང་དུས་མགྱོགས་ཀྱིས་གཅིག་འགྱུར་གྱི་ལམ་ནས་དབྱར་ལས་འདས་པར་གྱུར་བས་སེམས་མྱོང་དག་ལ་ཟེར་བ་རེད། སྐར་ཚོགས་སྒང་ནས་ང་ཚོས་ཤོད་ཡག་གནང་བྱས། དཔེར་ན་ང་ཚོས་དྲོད་ཅིག་མཐོང་ཡ་ནི་དེའི་སྐབས་སུ་ང་ཚོ་ལ་ད་ཉིན་ཉིན་མགྱོགས་པོ་འཕར་ཡ་དང་དེ་དབུགས་འཚང་ཡ་དང་དེ་ཚོ་ཚང་མ་གཅིག་འགྱུར་ཡོང་གི་འདུག་ཨོ་དེ་ཟོ་ནོག་ཅན་ཟེར། ད་རྡོག་རྡོག་དེ་སེམས་མྱོང་ལ་དོན་དག་འདི་འདྲ་ཅིག་ཁུག་རེད། རིག་གཞུང་ལ། སོ་སོ་གི་རིག་གཞུང་གི་ཁྱད་པར་མེད་པ་དེ་ནི་ནི་དང་རིགས་གཅིག་པ་ལ། དེ་འདྲ་དེ་གི་མྱོང་བ་དེ་ལ་དེ་ནི་སོ་སོ་ང་ཚོ་ལས་པ་དང་ལུས་ཀྱི་ཀུན་དེ་ལ་དབྱར་ལེན་གྱི་དང་ཡང་གཅིག་པ་ཡོད་ཡག་གནང་གཅིག་རང། འོ་འདི་ན་གཅིག་ལ་ད་ལྟ་ཡོངས་ཁྱབ་སེམས་མྱོང་ལབ་དགོས་བ་རེད། འོ་དེ་ནི་ད་དེ་ལྟ་བུའི་ཡོངས་ཁྱབ་སེམས་མྱོང་ལ་ཡ་དེ་ཡོད་དོ་མེད་བརྟག་ཡ་ལ་ང་ཚོའི་ངོ་ལ་ད་ག་རེ་ཞིག་དགོས་ལབ་ཚར་མ་ད་གདོང་གི་རྣམ་འགྱུར་འདི་འདྲ་ཞིག་དགོས་ད། སེམས་མྱོང་དང་འདྲིས་ད་གདོང་གི་རྣམ་འགྱུར་ད་འདྲ་མ་འདྲ་ཡོང་དགོས་ར་ཁར་ཚོ་ང་ཚོས་ད་གང་ནས་ད་ཚན་པ་ངོ་མ་དེའི་ནང་ལ་ང་ཚོས་ད་ད་ང་ཚོ་ཕྱི་ནང་སྐྱིད་བའི་སྐབས་ཀྱི་འཇིགས་སྣང་སྐབས་ཀྱི་གདོང་གི་རྣམ་འགྱུར་དེ་འདྲ་ང་ཚོས་པར་བསྟན་ཡོད། འོ་དེ་ལྟ་བུའི་དོན་དང་འཇིགས་སྣང་དང་ལྟ་སེམས་མྱོང་དང་འབྲེལ་བའི་གདོང་གི་རྣམ་འགྱུར་ད་དེ་ལྟ་བུའི་སེམས་མྱོང་དང་འབྲེལ་བའི་གདོང་གི་རྣམ་འགྱུར་ལ་དེ་ག་འདྲེས་ཀྱི་ཡོང་རྒྱུ་རེད་ཟེར་ད་ར། དུག་དང་པོ་ལྷན་སྐྱེས་ནས་ཀྱི་ཡོང་རྒྱུ་རེད་དེ་ག་རེ་ཀྱི་ནས་ཡོང་རྒྱུ་རེད་ཟེར་ད་དེ་རྟོགས་པ་ཀྱི་ཡོང་གི་ར། འོ་དེ་ལ་དོན་དང་ང་ཚོ་ཆ་ལེ་སི་དྲར་བིན་ཁོ་རང་གིས་དེ་ལ་འགྲེལ་བཤད་ཅིག་བརྒྱབ་ཡོད་རེད་ཟེར་ར། འོ་ཆ་ལེ་སི་དྲར་བིན་གིས་ག་རེ་གསུངས་འདུག་ལབ་ན། སེམས་མྱོང་དང་འབྲེལ་བའི། སེམས་མྱོང་དང་འབྲེལ་བའི་གདོང་རིས་རྣམ་འགྱུར་དག་ནི་ཕྱི་སུན་དང་འབྲེལ་བའི་ནུས་སྟངས་ནང། ཛ་དྲག་གི་ཡ་ལན་སྤྲོད་རྒྱུར་ཕན་རྒྱུར། རེད།

འོ་དེ་སྲོག་གི་སྐུར་ཡིན་པ་དེ་ད་ནི་ཆ་ལེས་སྒྲར་བན་གྱིས་ཤེས་བྱ་དུས། འོ་དེ་གཅིག་ཏུ་འཚམས་པ་ལ་ད་ཆ་ལེས་སྒྲར་བན་ཁོ་རང་གི་སྲོག་གཞི་ལ་བཞག་པ་ཡིན་ན་ད། ང་དོན་དང་ང་སུ་དགར་ལབ་དགོས་རེད། རྣམ་འགྱུར་དེ་ད་ནི་ང་སུ་རྣམ་འགྱུར་དེ་དགར་ཡིན་དགོས་ལབ་འཚམས་པ་ལ་ཡོངས་ཁྱབ་ཅིག་ཡིན་དགོས་རེད་ད་ཡོངས་ཁྱབ་ཅན་གཅིག་ད་ད་ནི། རིག་རྩིས་ཆགས་ལུགས་ཀྱི་ལམ་ནས་ད་གཏན་འཁེལ་བ་ཅིག་ཡིན་དགོས་གི་རེད་ཟེར་ད་ར། ད་ཆ་ལས་ཀྱི་དྲ་བའི་འཁོར་རང་གི་བྱས་པ་གཞི་ལ་བཞག་པ་ཡིན་ན། ད་ལྟ་འདི་གང་ནས་ང་ལྡོག་པ་དེ་གར་ལབ་ཏུ་འཚམ་པ་ལ། ཡོངས་ཁྱབ་སེམས་མྱོང་ཟེར་བཞག་ཐབས་ཀི་རེད་ཐབས་ཀི་མ་རེད་ཡོངས་ཁྱབ་སེམས་མྱོང་ཟེར་ཡོད་ཡོད་རེད་ཡོད་མ་རེད་ལ་དེ་ང་ཚོས་ད་ལྟ་འདིའི་སྐབས་ཀི་ད་ལྟ་འཚོལ་བཞག་མ་གར་ལབ་གི་དྲི་བ་མ་སོང་ན་དེ་ར། འོ་དེ་འདི་ལྟ་བུའི་དྲི་བ་ལ་ལན་བཅག་རེས་དང་པོ་ད་ང་ཚོས་ཀི་ད་སེམས་མྱོང་དང་འབྲེལ་བའི་ད་གདོང་གི་རྣམ་འགྱུར་དེ་སུ་སྐོར་ལ་བཤད་ར། འོ་དེ་ལྟ་བུའི་གདོང་གི་རྣམ་འགྱུར་ལས་དེ་ད་ལྷན་སྐྱིད་ནང་བ་བྱིང་དགོས་པ་དེ་ད་ཆ་ལས་ཀྱི་དྲ་བའི་འགི་དེ་འཕེལ་འགྱེད་དབང་གི་འཕེལ་འགྱེད་དབང་གི་ཡོང་རྒྱུ་རེད་ལབ་བཞག་ད་ད་འཕེལ་འགྱེད་དབང་གི་ཡོང་རྒྱུ་ཅི་ཡིན་པ་ཡིན་ན། དེ་ལྟ་བུའི་རྣམ་འགྱུར་དེ་ད་དུང་གི་རྣམ་འགྱུར་དེ་ཡོངས་ཁྱབ་ཀྱི་བྱེད་སྒོར་རིག་རྩིས་ཀྱི་ལམ་ནས་ང་ཚོ་གཏན་འཁེལ་བ་བྱེད་དགོས་རེད་ཟེར་དེར། ད་ནི་རྣམ་པ་ཚོས་འདིའི་པར་དེ་གང་ལ་གཟིགས་ཡིན་ན་འདི་ད་ལྟ་ང་ཚོ་གི། འདི་ལ་ང་ཚོས་ད་ཆམ་པན་ཛི་ལ་ཡ་དེ་ར་ཆམ་པན་ཛི་གི་ད་ལྟ་གོ་ཕྲུ་གུ་གཅིག་གི་པར་རེད་འདི་ད་ལྟ་ང་ཚོ་གི་མིག་གི་ད་ཕྲུ་གུ་གཅིག་གི་པར་ར། ཁོ་གཉིས་ཀྱིས་འདི་སྐབས་ཀྱི་ཁོ་རང་གཉིས་ཀ་རྩེད་མོ་རྩེ་བའི་སྐབས་ཀྱི་གདོང་གི་རྣམ་འགྱུར་ཅིག་རེད། ད་སྣང་སྐྱིད་པའི་སྐབས་ཀྱི་རྣམ་འགྱུར་ཅིག་ར། ཁོ་གཉིས་ཀ་ལ་གཅིག་མཚུངས་ཡོང་གི་འདུག་ཁོ་གཉིས་ཀྱི་ཚུལ་བསྟན་ད་དུང་གི་རྣམ་འགྱུར་ཚང་མ་དགྲ་བོའི་རོགས་ཀྱི་ཡོང་གི་འདུག་ཨོ་ད་ཅིག་དེ་ཚན་པ་ལ་ཡང་དཀར་ལབ་དགོས་རེད་སེམས་མྱོང་ལས་དེ་ཡང་ཡོངས་ཁྱབ་ཡིན་པའི་བཟོ་སྣང་ཅིག་རེད་ཟེར་གོ་རེ་ར། འོ་འདི་དེ་པར་དེ་ཅིག་བགྱིས། འོ་ད་ནི་ད་དེ་ལྟ་བུའི་ད་སེམས་མྱོང་ལས་དེ་ད་གང་ནས་ཤུ་བ་གནང་ཞིག་དེ་ལྟ་བུའི་སེམས་མྱོང་ཟེར་དེ་དང་ད་ནི་སེམས་མྱོང་དང་འདྲིས་གདོང་གི་ད་དཀར་ལབ་དགོས་རེད་གདོང་རིག་གི་རྣམ་འགྱུར་དེའི་སྐོར་ལ་ང་ཚོ་གང་ནས་ཤུས་ཟིན་མ་ཡིན་པ། དེ་ལྟར་ན་ང་ཚོས་སྐབས་སུ་བབ་པ་དེ་དག་ཡོངས་ཁྱབ་སེམས་མྱོང་ལ་ཡོད་དམ་མེད་ལ་དེ་ར། ད་དེ་ལྟ་བུའི་ཡོངས་ཁྱབ་སེམས་མྱོང་ཡོད་དམ་མེད་ལ་དེ་ལ་ད་བརྟག་དཔྱད་ཀྱི་གོ་ར་དེ་ལྟ་བུའི་བརྟག་དཔྱད་ཀྱི་ཡ་ར་དེ། འགོ་འཛུགས་ཉིད་དེ་ལྟ་ན་འདི་ཚན་རིག་པ་དེ་ར་འདི་ཚན་རིག་པ་དེ་སུ་རེད་ལབ་བསམ་པ་ལ་ཕོར་ཨག་མན་ལ་དེ་རེད་ར་ཕོར་ཨག་མན་ལ་དེ་རེད། འོ་སེམས་མྱོང་རྡོ་རྗེ་དང། གདོང་རིས་རྣམ་འགྱུར་དེ་དག་སྐྱེ་དངོས་གནས་ལུགས་ཀྱི་གཏན་ལ་ཕབ་པ་ཞིག་དང་ད་ཡོངས་ཁྱབ་ཀྱི་ད་རྣམ་འགྱུར་ཅིག་ཡིན་པ་གཅིག་ནི་གསོ་བྱེད་སེམས་ཁམས་རིག་པ་བ་སྐུ་ཞབས་ཕོར་ཨག་མན་གྱིས་འདིའི་ཕྱོགས་སུ་དངོས་བཤེར་བརྟག་བྱའི་མ་གྲུབ་པའི་སྔོན་དུ་སུ་ཞིག་གིས་ཀྱང་འདི་ནི་ལུགས་མཐུན་དངོས་བཤེར་གྱི་ཐབས་ལམ་བརྒྱུད་ནས་བཏང་པ་ཞིག་མིན་ལ་དེར་ལྟ་རྟོག་དོགས་དེ་ད་གིན་ང་ཚོས་དྲི་བ་དེ་རིགས་ཡོངས་ཁྱབ་སེམས་མྱོང་ཡོད་དམ་མེད་ལ་དེ་ར། འོན་ཏེ་ལྟ་བའི་ཡོངས་ཁྱབ་སེམས་མྱོང་ལ་དེའི་སྐོར་ལ་དང་པོ་ཉམས་ཞིབ་བྱེད་ནུས་དེ་ད་ལྟ་འདི་ཕུར་ཨག་མེན་ལ་དེ་ར། ཕུར་ཨག་མེན་ལ་དེ་གིས་ག་རེ་ལབ་ཡོད་རུང་བསམ་པ་ལ་ང་ཚོ་གིས་ད་ལྟ་སེམས་མྱོང་ལ་དེ་ཡོངས་ཁྱབ་བྱེད་འཇུག་རེ་བྱ་ཟེར་རམ། ཡང་ཡོངས་ཁྱབ་ཅན་གཅིག་དང་དུ་ནི་དཀར་ལྷ་བཀོད་དེ་ལྟ་བུའི་ལྔ་ཚོགས་ཀྱི་བདག། གདོང་གི་རྣམ་འགྱུར་འདྲ་མི་འདྲ་ཡོང་བས་དེ་ཡང་སྐྱེ་དངོས་གནས་ལུགས་ཀྱིས་གཏན་ལ་ཕབ་པ་ཅིག་རེད་དེ་ཡང་དེ་ལྟ་བུའི་ལྔ་ཚོགས་ལ་གདོང་རིས་ཀྱི་རྣམ་འགྱུར་དེ་དག་གདོང་གི་རྣམ་འགྱུར་འདྲ་མི་འདྲ་ཡོང་བས་དེ་དག་ཚང་མ་ལ་གཅིག་འགྱུར་ཡོང་གི་འདུག་ཟེར། འོ་དེ་ནི་དུས་ཀྱི་དག་གདོང་གི་རྣམ་འགྱུར་འདྲ་མི་འདྲ་ཡོང་བས་དེ་དག་སྐྱེ་དངོས་གནས་ལུགས་ཀྱིས་གཏན་ལ་ཕབ་པ་ཞིག་རེད། འདི་བརྗོད་དུ་འཚམ་པ་ལ་སྔོན་གྱི་ཆཱ་ལེ་སི་དྲར་ཝིན་གྱིས་བཤད་པ་ནང་བཞིན་གྱི་ལྔ་ཚོགས་ཀྱི་གདོང་གི་རྣམ་འགྱུར་དེ་དག་སྐྱེ་དངོས་ཀྱི་གཏན་ལ་ཕབ་པ་ཅིག་དགོས་ཀྱི་རེད་ཟེར་ཤེས་སོང་ཨོ་དེ་དག་དག་ན་འོ་ད། དེ་གི་ཆ་ལས་སུ Driving གི་དང་པོ་ཁོས་བཤད་རྒྱུ་དེ་ལ་ད་བརྟག་དཔྱད་ཀི་ལབ་ནས་དེ་ལ་ཕར་དགར་ལབ་དགོས་རེད། ཨོ། དང་པོ་མ་སོང་བ་ཇི་སྙེད་དེ་ད་ལྟ་འདི་གི་ཚན་རིག་པ Poor ཨག་མེན་ལའེ་ཏེ་ཆགས་བསྡད་ཡོད་རེད། འདི་ནི་ད་ལྟ Poor ཨག་མེན་ལའེ་ཏེ་གི་ད་ཁོ་རང་གི་བརྟག་དཔྱད་ཀྱི་ར་ཁོས་བརྟག་དཔྱད་ཅི་བཏང་དེ་ག་རེ་རེད་ལབ་བསམ་པ་ལ་ད་ཁོ་རང་ད་ས་ཆ་ག་ས་ག་འགྲོ་བྱ་ར། ཁོས་ས་ཆ་ག་ས་ག་ཁོ་རང་ལོང་པ་ག་ས་ག་ཁོ་འགྲོ་བྱ། ལོང་པ་ག་ས་ག་ཁོ་འགྲོ་དུས་བསམ་པ་ལ་ད་དང་པོ་ཁོ་རང་གི་ད་མིག་གི་གདོང་གདོང་རྒྱུ་གདོང་གི་རྣམ་རྒྱུ་འདྲ་མི་འདྲ་ཡོད་རྒྱུ་དེ་འདྲ་པར་བསྟན་ར། སློང་པ། སློང་པ་དགའ་སློང་པ་མ་འདྲ་བ་རིག་གཞུང་མ་འདྲ་བ་དེ་ནི་གོམས་གཤིས་མ་འདྲ་བ་འོ་དེ་འདྲ་གི་སློང་པ་སོ་སོའི་ནང་ལ་ཕར་ཕྱིན་དེ་ནི་ཁོ་ཚོ་གི་མིག་ལ་དང་པོ་ཁོ་རང་གི་མིག་གཞན་པ་གི་དང་གདོང་གི་རྣམ་འགྱུར་འདྲ་མར་ཡོད་རྒྱུ་གི་དེ་འདྲ་པར་བསྟན་དེ་ནི་ཐ་མ་དེ་ཁོ་རང་པར་བལྟས་དང་པགས་པས་ཁོ་རང་གི་དང་ཚིག་ག་རེག་འབྲི་ཞིག་རྒྱག་ཐབས་ས་རེ་ལ་ཡང་ཚིག་དེ་འདྲ་ཐ་མ་བསྟན་ནི་ད་ད་ནི་སྔོན་ལ་ཆུ་མཐོང་འགྱུར་གི་གདོང་གི་རྣམ་འགྱུར་དུ་སོ་དང་ཚིག་གང་དང་གང་གི་འབྲི་ཞིག་རྒྱག་ཐབས་ས་རེད་ཟེར་དེ་འདྲ་གི་སྒང་ནས་ཁོ་ཚོ་ལ་ཡང་འབྲི་ཞིག་རྒྱག་ཅིག་དུས་ར། བདེ་སྐྱིད་ནས་ཁོ་དང་འཛམ་གླིང་ག་ས་ག་འགྲོ་དུས་འཚམས་པ་ལ། ད་མི་མང་ཆེ་གཅིག་ལ་ད་དེ་གི་རྣམ་འགྱུར་མ་སོང་ན་གཅིག་པ་ཡོང་གི་འདུག་ཟེར་ད་བརྟག་དཔྱད་ཀྱི་གྲུབ་འབྲས་མ་སོང་གཅིག་པ་ཡོང་གི་འདུག་ཟེར། འོ་དེ་གི་ད་ད་ཕུར་ཨག་མིང་ཁོ་རང་གིས་ད་ད་གཏན་ལ་ཕབ་བཅོས་ཀྱིས་ད་གི་གདོང་གི་རྣམ་དཀར་ལ་གོ་རེ། གདོང་རིའི་རྣམ་འགྱུར་དེ་ལ་ད་གཙོ་བོ་འདི་ལ་དཀྲུག་ནའོ་བཞག་གི་འདུག་ར། འོ་ཁོ་གི་བརྟག་དཔྱད་ལམ་ནས་ར་འཕྲོད་བཅོས་ཀྱི་གདོང་གི་རྣམ་འགྱུར་དེ་ལ་དང་པོ་ཁོང་ཁྲོ་ལས་དེ་ར། ཁོང་ཁྲོའི་སྐབས་ཀྱི་གདོང་གི་རྣམ་འགྱུར་དེ་ཡང་མི་རིགས་ད་ད་ཚང་རིགས་གཞུང་ཚང་མ་ནང་གཅིག་པ་ཡོང་གི་འདུག་ད་ནང་ཤན་པ་ལོག་པ་སྐབས་ཀྱི་གདོང་གི་རྣམ་འགྱུར། དེ་ནས་ང་ཚོ་ཤེད་ནག་གི་སྐབས་ཀྱི་གདོང་གི་རྣམ་འགྱུར་ནི་བདེ་སྐྱིད་ཀྱི་སྐབས་ཀྱི་སེམས་ཀྱི་རྣམ་འགྱུར། དེ་ནས་སྐྱོ་སྣང་དག་དེ་ནི་ཧང་སང་བ། འོ་འདི་ཚང་མ་གི་སྐབས་ཀྱི་ད་དུང་གི་རྣམ་འགྱུར་དེ། མི་རིགས་གང་དང་གང་ཡིན་ན་ད་གཅིག་པ་ནང་ཡོང་གི་འདུག་ཟེར་ཏེ་རྣམ་པ་ཚོས་འདིའི་པར་འདི་གང་ལ་གཟིགས་ཡིན་ན་འདི་ལ་ད་པར་དུང་གི་རྣམ་འགྱུར་མང་འདྲ་མང་འདྲ་ཡོད་རེད་ར། དེ་རྣམ་པ་ཚོས་འདིའི་པར་སོ་སོ་ལ་གཟིགས་ནས་འོ་འདི་གི་པར་གང་ཁོང་ཁྲོ་ཁོང་ཁྲོ་བའི་སྐབས་ཀྱི་རྣམ་འགྱུར་རེད་བྱ་གང། ང་ཚོ་གིས་ད་ལྟ་ཤེས་འབར་ཀློག་པའི་སྐབས་ཀྱི་དུང་གི་རྣམ་འགྱུར་གང་ད་ལྟ་བདེ་སྐྱིད་ཀྱི་སྐབས་ཀྱི་དུང་དུང་གི་རྣམ་འགྱུར་རེད། གང་དེ་ཧང་སངས་པའི་སྐབས་ཀྱི་དུང་གི་རྣམ་འགྱུར་རེད་ར། རྣམ་པ་སོ་སོས་སོ་སོའི་དེ་ལ་པར་ངོས་འཛིན་བགྱིད་རོགས་གྱིས་ར། འོ་དེ་ཅི་ཞིག་ད་ནི་ད་ནི་དེ་ལྟ་བུའི་ད་དུང་གི་རྣམ་འགྱུར་དེ་ང་ཚོ་མི་གཅིག་པུ་མ་ཡིན་པ་ཡང་ཁོ་རང་གི་སེམས་ཅན་གཞན་པ་རྣམས་ལའང་དེ་གི་དུང་གི་རྣམ་འགྱུར་དེ་འདྲ་བ་ཡོང་གི་འདུག་ཟེར་རང། དོན་རྣམ་པ་ཚོས་འདི་པར་དེ་གང་ལ་གཟིགས་ཡིན་ན་འདི་ལྟར་ན་ང་ཚོ་མི་ར་འདི་ལྟར་ན་ང་ཚོ་བེའུ་ལམ་ན་ཆམ་ཕན་ཟིག་དེ་འདྲ་རེད་དོ། ཁོ་ཚོའི་གི་ནི་དུང་གི་རྣམ་འགྱུར་དང་དེ་ནི་ད་མི་གི་དུང་གི་རྣམ་འགྱུར་རྣམས་དེ་འདྲ་གཅིག་མཚུངས་གཅིག་མཚུངས་དེ་འདྲ་ཡོང་གི་འདུག། འོ་དེ་ཅི་དུས་ཚང་མ་ལ་ད་ནི་འདི་གང་ནས་ཕུར་ཨག་མེན་ཁོ་རང་གི་བཤད་པ་ནང་བཞིན་ང་ཚོ་གི་དུང་གི་རྣམ་འགྱུར་ལས་དེ་ཡོངས་ཁྱབ་ཅན་གྱི་རེད་ཤག། འོ་དེ་ཡོངས་ཁྱབ་ཅན་རེད་དེ་ལྟ་བུའི་གདོང་གི་རྣམ་རྒྱལ་དེ། ཆ་ལེ་སི་དྲ་རིང་གི་བྱེད་པ་ནང་བཞིན་འཕེལ་འགྱུར་སྒང་ནས་ཡོང་རྒྱུ་དང་རིག་རྩིས་ཀྱི་གཏན་ལ་ཕབ་རྒྱུ་ནང། འོ་དེ་འདྲ་ཅིག་རེད་ཟེར་ད་ཁོ་རང་གིས་དེ་ལྟ་བུའི་དག་བྱེད་ཀྱི་ལམ་ནས་ར་མ་སོང་འཕྲོ་ཡོད་རེད་ར། འོ་དེ་ད་ལྟ་གང་ནས་བྱུང་ནའོ་ཁོ་རང་གིས་དེ་དག་བྱེད་ལམ་ནས་ར་འཕྲོ་རྒྱུ་གིས་ད་གདོང་གི་རྣམ་རྒྱལ་དེ་ལ་དཀྲུགས་འདུག་ཨ། ཁོང་ཁྲོའི་སྐབས་ཀྱི་གདོང་གི་རྣམ་རྒྱལ་ཤན་པ་ལོག་པའི་སྐབས་ཀྱི་གདོང་གི་རྣམ་རྒྱལ། འཇིགས་སྣང་འོག་གི་ད་ལྟ་གདོང་གི་རྣམ་རྒྱལ་དེ་བདེ་སྐྱིད་དང་སྐྱོ་སྣང་ཧང་སངས་བཅས་ཀྱི་ད་གདོང་གི་རྣམ་རྒྱལ་དེ་འདྲ་དཀྲུགས་དེ་ཁོ་རང་གཏན་ལ་ཕབ་ཡོད་རེད། འོ་དེ་ནས་དུས་གཅིག་ལ། ད་སེམས་མྱོང་དང་འབྲེལ་བའི་གདོང་གི་རྣམ་འགྱུར་དག་ནི་ཡོངས་ཁྱབ་ཅན་ཞིག་མིན་པར་དེ་ནི་ཕན་ཚུན་བསླུས་བཏུས་བྱས་བ་ལས་བྱུང་བ་ཞིག་ཅིག་ཡིན་ཟེར། འོ་ད་ལྟ་གང་ནས་ང་ཚོས་ཤེས་བྱས་ཡོད། ད་ལྟ། ཕུར་ཨག་མིང་གིས་གདོང་གི་རྣམ་འགྱུར་ལ་ཡ་དེ་ཡོངས་ཁྱབ་ཅན་ཅིག་རེད་ཤེས། འོ་དེ་ལ་ཡང་ང་ཚོས་ལྡོག་པ་མ་སོང་ན་ག་འདྲའི་ཡོང་ཆོག་གི་ལབ་ཅིག་བསམ་པ་ལ། ད་གདོང་གི་རྣམ་འགྱུར་ཟེར་དེ་ང་ཚོ་གི་ཡོངས་ཁྱབ་ཅན་ཅིག་རེད་མ་རེད། ད་ང་ཚོ་ལ་གདོང་གི་འདྲ། ག་ལ་དགོས་གདོང་གི་རྣམ་འགྱུར་མ་འདྲ་མ་འདྲ་ཡོང་བ་དེ་ང་ཚོ་གཅིག་གཅིག་ལ་སླེ་བསྡུ་བགྱིས་ནས་རག་ཕན་ཚུན་ལ་གཅིག་གཅིག་ལ་སླེབ་མོ་འམ་སླེ་བསྡུ་བགྱིས་པའི་རྐྱེན་གྱིས་ཡོང་བ་བརྒྱད་རེ་མ་བྱས་ཏེ་ཡོང་ཁྱབ་རྐྱེན་གཅིག་མ་རེད། དཔེ་ཆ་ཟེར་ན་ང་ཚོ་ཕྲུ་གུ་དུག་ཆུང་ཆུང་དུས་སོ་སོའི་ཕ་མ་ལ་ཕར་སླེ་བསྡུ་བགྱིས། འོ་དེའི་རྐྱེན་གྱིས་ཡོང་འཇོག་བརྒྱད་རེ་མ་གཏོགས། ད་ལྟ་གདོང་གི་རྣམ་འགྱུར་འདྲ་མི་འདྲ་བསལ་ཏེ་ཡོང་ཁྱབ་རྐྱེན་གཅིག་ད་བཞག་ཐུབ་ས་མ་རེད་ཟེར་དེ་དོགས་པ་མ་སོང་ཟེར་ཡོང་ཆོག་གི་ར། འོ་དེ་ལ་དེ་རྣམ་པ་ཚོས་འདིའི་པར་དེ་གང་ལ་གཟིགས་ཡིན་ན་དཔེ་ཆ་ཟེར་ན་འདི་གི་པར་དེ་ཡིན་ན། ད་ལྟ་མི་གཅིག་དང་ད་ནི་ད་ལྟ་བེའུ་གཅིག་ཁོ་གཉིས་གཅིག་གཅིག་ལ་སླེ་བསྡུ་བགྱིས་འདུག་གདོང་གི་སླེ་བསྡུ་བགྱིས་འདུག། འོ་དེ་འདྲ་བའི་གླེགས་བསྡུས་ཡིན་ཅེས་བགྱི་ཆོག་གི་རེད་ཟེར་ད་དོན་གྲུབ་ཡིས་ད་ང་ཚོ་སེམས་ཅན་ཡང་སེམས་ཅན་ལ་གླེགས་བསྡུས་བྱས་ཡོད་ར། དེ་ནས་ད་དོན་གྲུབ་སེམས་ཅན་ཁོ་ཁོ་རང་ཚོ་ནོར་ཕན་ཚུན་ཡང་གླེགས་བསྡུས་བྱས་དེ་འདྲ་ཡོང་གི་འདུག་དཔེ་ཆ་ཅན་འདི་ལ་ཡང། དེ་འདྲ་ང་ཚོ་གི་དཔེའུ་འགུལ་གྱི་ཉིད་དུ་ཁོ་རང་གཉིས་གཅིག་གཅིག་ལ་ཡང་གླེགས་བསྡུས་ནོར་གྱི་མདུང་གི་རྣམ་འགྱུར་ཡང་གཅིག་བཞེངས་པ་དེ་འདྲ་བོ་འདྲ་བོ་བྱེད་ཀྱི་འདུག་ཨ། ད་ང་རང་གཉིས་ང་རང་ཚོ་འགྲོ་བའི་མིག་གི་ནང་ལ་ཡང་དེ་ལྟ་བུའི་གླེགས་བསྡུས་བྱས་ཡོད་རེད་ཟེར་ན་པ་ཚོས་འདི་ལ་གཟིགས་ཡིན་ན་འདི་ཨ་མ་ཡིན་ཟེར་དེ་དེ་བུ་མོ་ཡིན་ན་ད་གཅིག་འདུག་ཨ་ཁོ་རང་གཉིས་ཡང་གཅིག་གཅིག་ལ་གླེགས་བསྡུས་བགྱིད་འདུག་ཨ། དེ་ཨ་མ་དེ་ག་རེ་བྱས་ཏེ་བུ་གུ་དེ་བྱེད་ཀྱི་འདུག་ཨ། འོ་འདི་ལྟ་བུའི་དག་ཀླད་བདུད་ཀྱི་སྒོ་རེད་ཀླད་བདུད་ཀྱི་དེ་ཚང་པ་ལ་དེ་འདྲ་གདོང་གི་རྣམ་འགྱུར་ལ་དེ་ཡོངས་ཁྱབ་ཅན་གྱི་བཞག་ཐུབ་ཀྱི་མ་རེད་གདོང་གི་རྣམ་འགྱུར་ང་ཚོས་དེ་ལྟ་བུའི་གཅིག་མཚུངས་ཡོང་བ་དེ་ང་ཚོ་ཀླད་བདུད་ཀྱི་བའི་རྐྱེན་གྱིས་རེད་ཟེར་དེ་ལྟ་བུའི་དག་དོགས་པ་མ་སོང་ཡོང་སྲིད་ཀྱི་ར། འོ་དེ་གཅིག་གཅིག། འོ་དེ་ནས་ན་ན་ཡོངས་ཁྱབ་སེམས་མྱོང་གི་ལྡོག་ཟེར་ལབ་རེད་ད། ད་ངས་གང་ནས་ཤོད་ཡང་ནོ་ཡང་ང་ཚོ་གི། སེམས་མྱོང་ལས་དེ་ཡོངས་ཁྱབ་ཚང་མ་ལ་ཡོད་རྒྱུ་གཅིག་རེད། དེ་གི་ད་འདི་སྐབས་ཀྱི་གདོང་གི་རྣམ་འགྱུར་དེ་ཡོངས་ཁྱབ་གཅིག་རེད་དེ་ང་ཚོས་ད་གང་ནས་ཤུས་རག་ཡིན་ནའི་དེ་ད་ལྟ་འདི་གི་དོགས་པ་གང་མ་དེ་ག་རེ་ལབ་བསམ་པ་ལ་དེ་ལས་བསྡུས་རྒྱུ་ཡ་ལ་དེ་ཡོང་བ་རེད་མ་གཏོགས་དེ་གཅིག་མཚུངས་ཀྱི་བཞག་ཐབས་ཀྱི་མ་རེད་ལ་དེ་ར་དེ་དོགས་པ་དེ་ར། འོ་དེ་ནས་དེ་དོགས་པ་དེ་ཡང་སེལ་ར་ཆེད་དུ་ད་ལྟ་ཡང་ཕོ་རག་མའི་འཁོར་རང་ཡང་སློང་པ་གཞན་པ་ལ་ཀུ་བརྟག་བྱེད་ཀྱི་ག་འགྲོ་རེད་ར།

འཇིགས་སྣང་དང་ཧང་སངས་གཉིས་ཀྱི་གདོང་གི་རྣམ་རྒྱལ་དེ་ཁོ་རང་གི་དེར་ཡིད་འཇིགས་མ་སོང་ཅི་ཁག་པོ་ཅིག་ཆགས་ཡོད་རེད། ཇི་མ་ཇི་མ་ཁོ་རང་གིས་བརྟག་དཔྱད་བྱས་འདི་འཚམས་པ་ལ་ཁོ་ཚོའི་ལུང་པ་གི་ནང་ལ་སྤྱིར་བཏང་ང་ཚོ་ཧང་སངས་གནང་མ་སོང་ན་ཡ་མཚན་པོ་ན་བོ་ཅིག་ཡིན་ད་ཁོ་རང་ཚོས་ད་ཧ་མ་གོ་བ་ཅིག་ཡིན་པ་ནི་ཁོ་རང་དེ་ཚང་མ་ད་ཁོ་རང་ཚོ་ཤེས་ནོག་ལ་བཞག་ཡོད་རེད་ཟེར་རང་ད་ཁོ་རང་ཚོས་ཧ་མ་གོ་བ་ཅིག་དང་དེ་ནི་ཁོ་རང་ཚོས་ཚོད་དཔག་བྱེད་མ་ཐུབ་པ་ཅིག་ན་ཅིག་བྱས་ན་ཁོ་ཚོ་ལ་ཉེན་ཁ་ཡོད་ས་ཁ་རེད་དེ་རྒྱུ་མཚན་གྱིས་ཁོ་རང་ཚོས་དེ་ཁོ་རང་ཚོའི་ལུང་པ་ནི་དེ་ཧང་སངས་ལས་དེ་ཁོ་རང་ཚོས་ད་འཇིགས་སྣང་འོག་ལ་བཞག་ཡོད་རེད་དེ་རྒྱུ་མཚན་གྱིས་ཧང་སངས་ཡིག་གི་གདོང་གི་རྣམ་རྒྱལ་དང་དེ་ནི་འཇིགས་སྣང་གི་གདོང་གི་རྣམ་རྒྱལ་གཉིས་ཡིད་དཀར་ལབ་དགོས་ཡེ་ཨ་མ་སང་གཡག་པོ་ཆུ་མ་ཐུབ་པ་དེ་གི་རེད་ལབ་བྱ་ར། འོ་ད་ནི་ཡང་བདག་འདྲ་གི་ང་ཚོ་ཡོངས་ཁྱབ་སེམས་མྱོང་གི་རྡོག་སེལ་གཞན་པ་བགྱིད་ཀྱི་བྱ་ར་འདི་བརྟག་བྱེད་དེ་ག་རེ་ལ་བགྱིད་འོས་ལབ་བསམ་པ་ལ་ཡང་ཁོ་ཚོས་ད་ནི་མིག་ལོང་པ་ཡོད་རྒྱུ་ར་མིག་དང་པོ་གཅིག་ཙམ་ནས་ནི་ཁོ་རང་ད་མིག་ཞར་ར་ཡིན་རྒྱུ་གི་ད་དེ་འདྲ་གི་སྡེ་ཁག་ཅིག་ད་ནི་དང་པོ་ཁོ་རང་ཚོ་སྐྱེས་དུས་ན་མིག་ཐང་ཐང་ཡོད་རྒྱུ་རྗེས་མ་མིག་ཞར་ར་ཆགས་རྒྱུ་གི་དེ་འདྲ་གི་ཚན་པ་ཅིག་ད་ནི་མིག་ཐང་ཐང་ཡོད་རྒྱུ་གི་ཚན་པ་ར་འོ་དེ་འདྲའི་སྐོར་ལ་ཁོ་ཚོས་བརྟག་དཔྱད་བྱེད་ཡོང་དུས་འཚམས་པར་ཡང་ཁོ་ཚོ་གིས་ད་ལྟ་འདི་ར་མིག་གཅིག་ཙམ་ཉིད་ནས་སློང་བ་ཡོད་རྒྱུ་དེ་སོགས་ཀྱིས་ད་མིག་གི་མཐོང་གི་མ་ར་གཞན་པ་ཀླད་དུས་ཀྱི་སར་འགྲོ་གི་མ་ར་ད་འགིག་ང་ཚོས་གང་ནས་ཤེས་ཡ་དེ། ད་ནི་གདོང་གི་རྣམ་འགྱུར་ལ་ཅིག་ཅིག་པ་ཡོང་ཡ་དེ་ཀླད་དུས་ཀྱི་བར་ལ་བརྟེན་ནས་བྱུང་བ་རེད་མ་གཏོགས་ཡོངས་ཁྱབ་དེ་འདྲ་མ་རེད་ལབ་ར། འོ་དེ་བྱས་དུས་འཚམས་པར་དེ་གིས་ད་བརྟག་དཔྱད་དེ་བསྒྲུབ་ཡ་གི་ཆེད་དུ་མིག་ད་ད་ཆུང་སྐྱེས་དུས་ནས་ཁོ་རང་ཚོའི་མིག་ད་ད་ཤ་ར་ཡིན་པ་དེ་སོགས་ལ་བརྗེ་ཡོང་དུས་འཚམས་པ་ལ་འོ་ཁོ་ཚོ་གི་གདོང་གི་རྣམ་འགྱུར་དང་ད་ནི་ང་ཚོ་གི་ད་ག་ལ་མིག་ཤ་ར་མ་ཡིན་པའི་གདོང་གི་རྣམ་འགྱུར་དང་འདྲ་བོ་འདྲ་བོ་ཡོང་གི་དུས་ཡོད། དེ་ཡང་ད་བར་བརྟག་དཔྱད་གང་ནས་ར་འཕྲོད་བྱ་ར། ཏེ། འདི་གི་རྟགས་ཆད་ཅི་ས་དེ་ཁུ་ཚུར་ག་དུས་ཅི་དུས་ལ་བའི་ཚངས་པ། ཨོ་ལོང་པི་གི་རྩེ་མོ་གཅིག་གབ་ཅེས་བྱ་ར། འདི་གི་འདི་གཉིས་ནོ་གཅིག་དང་ལོང་བ་ཤ་ར་རེད་ར་གཅིག་ཤ་ར་མ་ཡིན་པ་དེ་ར་རྣམ་པ་ཚུལ་ལྟ་འདི་ལྟི་ན་གི་གང་ཤ་ར་ཡིན་ས་རེད་གང་ཤ་ར། ག་ཤ་ར་མ་ཡིན་པ་དེ་ཡིན་ས་རེད་ལྟ་ན་ཧ་གོ་ས་རེད། འོ་དེ་ལྟ་ན་རྡོག་རྡོག་དེ་འདི་ལྟ་བུའི་ལྟ་ན་ཨོ་ལོང་པི་རྩེ་མོ་གབ་ས་ལྟ་ན་ཁུ་རོང་གཉིས་ཀ་གི་ལྟ་ན་གསེར་གི་རྟགས་མ་ཤོར་དུ་བ་དཔེར་ན་ལྟ་ཁུ་ཚུར་འགྲན་བསྡུར་ནི་ཁུ་ཚུར་ལ་ཤོར་དུ་བ་སྦྱར་ཀ་ཤོར་དུས་ཚངས་པ་ལ། འོ་དེའི་སྐབས་ཀྱི་པར་དེ་རེད་ཅེས་ད་གཉིས་ཀ་གི་གདོང་ལ་སྐྱོན་ཉམས་ཡོང་བ་བསྟན་དུས་དོ། དེ་ཡང་ཁོ་ཚོས་འདི་གི་ད་བརྟག་དཔྱད་ཀྱིས་རྟོགས་ཏེ་ག་འདྲའི་སྐྱིད་སྡུག་ལབ་བསམ་པ་ལ་ད་མི་རང་གི་ཁྱད་སྐྱོན་གྱིས་ང་ཚོ་ད་གདོང་གི་རྣམ་འགྱུར་མ་འདྲ་མ་འདྲ་ཡོད་དེ་སུ་ལ་བརྟག་དཔྱད་ཀྱིས་རྟོགས་ག་འདྲའི་སྐྱིད་ཡོད་ལབ་བསམ་པ་ལ་དང་པོ་གདོང་གི་རྣམ་འགྱུར་བསྟན་པའི་སྐབས་སུ་གདོང་གི་ཤར་སྣེ་དེ་ཟུག་ལི་ཀ་ག་རེ་བྱེད་ཀྱི་འདུག་ར་ཤར་སྣེ་དེ་ཟུག་གཡོ་འགུལ་ག་རེ་བྱེད་ཀྱི་འདུག་ཤར་སྣེ་དེ་ཟུག་ལི་ཀ་ག་རེ་བྱེད་ཀྱི་འདུག་དེ་ལ་བརྟག་དཔྱད་ཞིབ་འཇུག་བྱེད་ཀྱི་དང། འོ་དེ་ཅི་ཡོང་དུས་བསམ་པ་ལ། དེ་འདྲ་ང་ཚོ་གིས་གང་ནས་དེ་འདྲ་གདོང་གི་རྣམ་འགྱུར་མ་འདྲ་མ་འདྲ་དེ་དེ་འདྲ་ཀླད་དུས་རྗེས་ལ་དེ་བྱུང་བ་རེད་ཟེར་ཏེ་དེ་འདྲ་འདི་གི་རྟགས་ཤེལ་གྱིས་གང་ནས་ཁོ་ཚོ་གིས་དེ་ལ་ཡང་ར་སྤྲོད་མ་སོང་ན་ཅི་ནས་འོ་དེ་ལ་དགར་ལབ་དགོས་རེད་རྟགས་ཤེལ་དེ་ཡང་རྟགས་ཤེལ་དེ་ལ་གདན་སྤངས་མ་སོང་ཅི་བྱ་ར། འོ་དེ་གཅིག་ཏུ་འཚམས་པ་ལ་ད་དེ་འདྲ་ང་དེ་རིང་ང་ཚོས་ཤོད་ཡ་དེ་ད་དེ་ཡོངས་ཁྱབ་སེམས་མྱོང་ལས་ཀྱིས་བཞག་གི་འདུག་ཡོངས་ཁྱབ་སེམས་མྱོང་ལས་དེ་མི་ཚང་མ་གིས་ད་སེམས་མྱོང་གཅིག་པ་ཡོང་བས་སེམས་མྱོང་དེའི་སྐབས་སུ་ཚང་མ་ལ་དགའ་རེ་རེ་གདང་གི་གང་ནས་ཤོད་ཡ་ནང་བཞིན། རིག་གཞུང་མ་འདྲ་རིག་གཞུང་ཡང་དགར་སོ་རིག་གཞུང་གི་ཁྱད་པར་མེད་པ། འོ་སོ་སོ་གི་དཔེ་ན་ད་ནི་རྟགས་གཅིག་གི་འོག་ནས་སོ་སོ་གི་སྡིག་གི་ད་ལུས་ཀྱི་རྣམ་འགྱུར་དོག་ཏུ་ནི་ག་ལ་དགོས་རེད། སེམས་ཀྱི་མྱོང་ཚོར་ལ་སོགས་གཅིག་པ་ཡོང་གི་ཡོད་བ་སྡིག་གི་ད་ཡོངས་ཁྱབ་སེམས་མྱོང་ལ་རེད། ལབ་ན་རེད་ད་ད Universe Emotion ལ་དེ་བཞག་ཐུབ་ས་རེད། འོ་དེ་བཞག་བཞག་དེ་ཅི་བྱེད་ཀྱི་འདུག་རང། འོ་དེ་ནི་དེ་རིང་ང་ཚོས་འདི་ལ་མཚམས་བཞག་གིན་དེ་ནི་འདིའི་ཚན་པ་རྗེས་མ་དེའི་ནང་ལ་ང་ཚོས་སེམས་མྱོང་གང་རེད་དམ་ལ་ད་སེམས་མྱོང་ཁོ་རང་ཁོ་ལ་ཞུ་གི་ཡིན་རང། འོ་དེ་རིང་དེ་རིང་འདི་ལ་མཚམས་བཞག་ཡིན་དེ་ནི་ང་ཚོ་ཚན་པ་རྗེས་མ་ནང་བསྐྱར་དུ་མཇལ་ཡོང་ཐུགས་རྗེ་ཆེ།